ལས་ཀ་འདི་ལ་ཟབ་བྱེད་དེ་ངས་དེ་དུས་དུ་བཟོས་ཡོད་ད་ཅོ་གྲོས་ཚོགས་ནང་མེད་ན་མྱོང་མེད་གི་ལྷག་པར་དུ་ཡང་འདི་འདྲ་གི་ཅིག་ང་ཚོ་བོད་གི་རླུང་པ་ཆུང་ཆུང་ནང་ནས་ལྷུག་གསུང་དུ་བརྗོད་དོན་ལས་འདི་དང་ངས་བྱ་འགུལ་བེད་སྤྱོད་དུ་ད་ཧ་ལས་པ་ཅིག་ཡོད་པ་རེད་བསམ་གྱི་ཡོད་ཅིག་ལ་རྒྱ་བཟེ་ཡོད་ན་ཁ་དབང་བཟོ་ན་ད་འདི་ཤེས་ཅིག་ཟེར་ཐུབ་སོང་ན། ཧ་ལས་པ། ཅིག་འཛོམས་པ་ཡག་མོ་རྒྱལ་ཁ་ཆེན་པོ་རེད་བསམ་ཡོད། དུག་ད་ལས་དང་མོ་ལུང་གི་ད་འདི་སྐབས་བདེན་པ་རེད་སྐབས་བདེན་པ་གི་ད་ཚིག་རྩ་དེ་དང་ཡིན་ཆེས་ལས་ཀ་འདི་གི་ལས་རིམ་གི་ནང་ནས་ལྷོད་ཆེན་པར་དགའ་བའི་ཕྱིར་བཟང་བསྟོད་ཆེན་པོ་ཡིན་གྱི་རེད། འདི་ལས་དང་མོ་ལུང་ཡོད་ཀ་རེད་ལྷག་པར་དུ་ཆེས་ད་འོས་ཀི་རིག་གནས་ནང་ནས་རྣམ་རྒྱལ་གི་ཅིག་མི་རྟོག་པ་དགོས་མགོ་ར་མི་རྟོག་པ་དགོས་མགོ་སོགས་ནས་བྲ་ར། མི་ཐོག་དགོན་གོང་ནས་རི་དྭགས་རྗེས་མ་སྤུ་དག་གསོ་ལོ་ཆུང་ལོ་རུ་དགུ་བཅུ་བ་ཅན་གོ་ལག་ཆགས་ཡས་རྩྭ་ཐང་འདིའི་སྟེང་ནས་འདུ་མོ་ཟིག་འཛོན་ཐུབ་མི་ཐུབ་ཤེས་རྒྱུ་མ་རེད། ངས་ནམ་རྒྱུན་གི་དུ་ཟེར་གི་ད་ཡོད་དཔོན་ཚོགས་ཀྱི་ན་ཁ་ཚང་དང་འོད་ཀི་རྩྭ་ཆ་ཁ་ཤས་ན་ཅིག་གསོད་རྒྱུ་འགུ་ངན་ཆེ་གི་ལིག་གསོད་དུ་ཉམས་གི་མ་བཞི་ག་དེ་དག་བྱེད་དགོས་པའི་གོ་ནི་བྱེད་དགོས་ན་ཕལ་ཆེར་དུས་རིམ་དག་གི་རྒྱབ་གཟིགས་ཟིན་རྒྱུ་རེད་བསམ་གི་འདུག་ཨེ་ཚར་རྒྱུ་རུ་ཚར་ལ་ཡོད་གི་གོ་ཟེར་རྒྱུ་འདྲ་འདྲ་ད་ཅིག་ན་ར་ད་འདི་ཡིན་འདི་ན། ཆེས་དབུས་རྒྱལ་ནང་བསྟན་གྱི་ཆོས་ལུགས་མི་སྣ་དྲུག་གི་འོག་གི་དེ་ཧན་ཆིང་ནེ་ཡོན་ཙིའི་འདུས་ཤོག་གི་དབུས་རྒྱལ་ནང་བསྟན་ལ་ཞིབ་འཇུག་གི་ཁུངས་ལུང་གི་རྒན་རྣམ་པ་ཁོང་རྣམ་པ་ཁོ་ཚོ་ཚང་མ་གཞིས་ཀའི་འོག་གི་ད་རུང་འོད་ཀྱི་བདེ་གྲོང་མི་ང་གཟའ་ཚོན་གྱི་ནང་འདུ་མོ་ཅིག་སྒྲིག་གཞི་ཆ་ཚང་པོ་འདུ་མོ་ཡོད་པ་ཟིག་སྡེ་བ་མང་ཆེ་ཤོས་ལ་མེད་གི་ད་དཔོན་ཚོགས་ཀྱི་ནང་ཅིག་ཆོས་ལུགས་མི་སྣ་ཡིན་ན་ཆོས་ཧན་ཆོས་ནས་ཅིག་ལས་བྱེད་ཡིན་ན་ཆོས་ཁེ་ལས་པ་ཡིན་ན་ཆོས་དེ་ནས་ཧན་ཆོས་ནས་ཅིག་ལས་བྱེད་ལྷག་པར་དུ་སློབ་གསོ་ལ་ཉེར་དགོངས་ནོར་བུ་ལས་བྱེད་མཉམ་དུ་མཛོད་འབོད་ལས་ཅིག་སློབ་གསོ་ར་ཅིག་སྡེ་བ་ཆུང་ཆུང་ཟིག་གི་ཤེས་དཔལ་ཟིག་གི་ཐོག་ཅིག་ཐེངས་ཤིག་ཟིག་གི་འདི་ཤེས་ཡིན་ཅིག་སྒྲུབ་དགོས་ནོར་འདི་ཤེས་མྱོང་ཤེས་མྱོང། ལྷག་པར་དུ་ད་ལྟའི་འདི་ན་ཨུ་ཆེ་ཡི་ཚོགས་དགོས་ཁྲེལ་ར་མང་ཆེན་གི་འདིའི་གྲུབ་ཆའི་འོག་གི།

ནམ་ཞིག་འགྱུར་ལྡོག་གི་འདི་མི་རྟོགས་པ་ཁུར་འོང་མ་རེད་དེའི་གཞི་གི་འགྱུར་ལྡོག་གི་མི་རྟོགས་པ་མ་རེད་ད་ལྷག་པར་དུ་འདི་བཟོ་ངུ་བཟོ་བརྩོན་གྱིན་འདི་མོ་གི་ཅིག་བདེ་སྐྱིད་ཀྱི་བྱ་བ་འདི་སྐྱིད་འདི་ང་མ་གཟིགས་ཡོད་ཁྱེད་རང་ཡོད་ཀྱི་མ་རེད་དེ་ང་དྲང་པོ་བཤད་ཀྱིན་ན་མ་འོང་བ་ལ་བསམ་བློ་གཏང་དགོས་ན་བཟེད་ན་ང་ཡང་ཚ་བར་ཡིད་ཆེས་མེད་གི་ད་ག་པ་ཟིན་དོན་གནས་ན་དེ་ལྷག་པར་དུ་ཁྱི་ཁྲག་བ་བའི་ད་འདི་དེ་རང་བཟང་སྟོབས་ཐོག་གི་ནོར་བུ་ལྷོ་ཆེན་པ་ཆུ་ཚོད་ན་ར

ལྷོ་སོག་ཟེར་བ་དེ་གཅིག་ག་འདྲའི་ཡོད་པ་ཟིག་མཐོ་བའི་ལྷོ་ཆེན་ཟིག་གི་ནང་རྒྱུགས་འཕྲད་ལས་གཞིགས་ནས་གཅིག་གཞུང་ཞུས་པ་ཟིག་ཉན་ཐུབ་སོང་བས་འདི་ནས་ད་ཡང་གི་ཕ་ས་ཕ་ཡུལ་བོད་གི་རྒྱབ་ན་ཡོད་ནོ་གི་ཕ་ཡུལ་དུ་ཁ་ཐག་ཇེ་རིང་ལ་ཇེ་རིང་ཇེ་རིང་ལ་ཇེ་རིང་ལ་བྲིས་ཏེ་ལྷོ་སོག་དེ་ལྷག་པར་དུ་ང་ཚོ་བོད་མི་ཟིག་ཡིན་པའི་ཆ་ནས་ལྷོ་སོག་དེ་རིན་ཐང་ཡོད་ལ་མེད་ཟེར་ནས་དེ་བསམ་གཞིགས་ཟིག་གཏོང་དགོས་དེ་ཡང་གི་ཡང་གི་དྲི་བ་ཟིག་བཏོན་དགོས་ངས་ཡང་གི་ལོ་འདི་ཕྱི་རང་ང་ཤ་རང་ནས་ངི་ཆེས་གྲོང་གསེབ་ཀི་ལྷོ་སོག་དུ་གླས་ནས་ལོ་བཅོ་ལྔ་འགོར་སོང།

ཞི་ཁོལ་འདི་དང་མུ་མཐུད་དུ་ཞིག་འཕེལ་ཐུབ་ག་མི་ཐུབ་ག། དེ་ནས་སོ་སོ་གི་མཐོང་ལམ་དུ་རྒྱ་ཆེ་པོ་ཟིག་ཆགས་ཐུབ་ག་མི་ཐུབ་ག། དེ་ཡན་ཆད་ནས་ང་ཚོ་རང་གི་སེམས་ཤུགས་ཆེ་པོ་ཟིག་ཡོད་མེད་དུ་ཞིག་ང་རང་བསམ་ཚེ་ན་ག་འདྲའི་དེ་ན་དུ་ཞིག་གཙོ་བོ་རེད་བསམ་གི། ལྷག་པར་དུ་ད་ཕྱིན་ངས་ད་ཨོར་གི་ངས་ཨོར་བཤད་ཟིག་གི་ག་དང་ཕྱིས་སུ་ཁོང་ནི་མང་བ་ཆོག་ཐག་རང་པོ་ལ་འགྲོ་ཐུབ་ས་རེད། ཐ་ན་ཕྱི་རྒྱལ་ལ་ར་འགྲོ་ཐུབ་ས་རེད་གྲ་ར།

ད་ལས་སའི་རིགས་ཡིན་ན་ར། མང་ཚོགས་ཕྱི་ནང་ཐིམ་སོང་ན། ཅིག་ལས་སའི་ལས་སའི་གི་ཁྱི་ཅིག་ང་རྒྱལ་མེད་ན་འདྲ་འདྲ་ཐམས་ཚད་མེད་ན་འདྲ་མོ་དེ་ལྟར་ཤི་གི། ཅིག་སྡེ་བ་འདི་གི་ཁུལ་གི། ཡ་རབས་ཀྱི་རྣམ་པ་ཟེར་ཡོད་དམ་མདའ་ས་ཆ་ག་ཤེད་ནས་ཅིག་ལས་སའི་ག་ཤེད་ཟིག་ཅིག་ཡིན་གྱི་ན། སྡེ་བ་ཚོ་གི་བྱ་བ་ནང་ཞིག་ནང་བ་རེད། ཉིན་ཡིན་ན། ཞིག་བཏང་འདྲི་ར་ཁོ་ཚོ་ཁོ་ཚོ་དེ་ཟིན་ན་ཅིག་རང་སྣང་མཐོང་པོ་ཟིག་འདའ་གི་འོན་ཀྱང་ང་གམ་པ་ཟིན་འདོད་ལ་ཐང་ཉེ་ཡ་ཐོན་ནས་འདྲ་ར་ལས་སའི་ཁུ་ཚུར་བཏང་ན་ཤི་གི་ཡ་མཚན་གི་ཡོན་ཏན་འདྲ་ཆེ་ཆེ་བཟོ་ནོ་ད།

རྒྱ་ཆེ་པོ་ནས་གོ་བ་ལེན་རྒྱུ་དེ་ཤིག་ཅིག་གཙོ་བོ་ཟེར། དེ་གདའ། འདིའི་ཆ་ནས་ད་ཅི་ད་གོང་ནས་ངས་འདིའི་བཟང་བསྟོད་ཐོབ་བོ་ནོ་གིས་ད་ལྷོ་ཕུལ་བྱུང་གི་ལྷོ་ཆེན་ལྷོ་མ་ད་བཟང་བསྟོད་ཐོབ་མེད་ན་ར་དྲག་ན་རེད་བཟང་བསྟོད་ཐོབ་མེད་ན་ར་བཟང་བསྟོད་ཐོབ་མེད་ནོ་གི་ལྷོ་མ་བྱུང་ན་དེ་རང་འདི་ན་ཁྱིམ་བདག་མང་ཡོད་ཀྱི་དྲི་ར་ངས་ཀྱི་ཟེར་ཡིག་ད་ཅང་ངོ་བ་མེད་གི་ཅང་ཐོབ་མེད་གི་ཟེར་རྒྱུ་ཡང་ནི་མ་རེད་ངས་སོ་སོ་གི་ཡོན་ཏན་ཅིག་ནི་མ་རེད་རྩྭ་ཐང་འདིའི་སྟེང་གི་མེ་ཏོག་འདི་ར་ཁ་ཤས་ཟིན་ན།

ད་མང་པོ་བཀའ་གདུང་ཤིག་བྱུང་ཞེས་དང་ད་འཛམ་བུ་གླིང་གི་ཤིག་དམིགས་དྲང་ཡང་ཚར་བ་མང་པོ་ཡོང་འདུག་རྒྱལ་ཁབ་སུ་དྲ་ལོ་རྒྱ་གི་ཁྲོད་གི་ད་མུ་མཐུད་དུ་འདི་ཤེས་འགྲོ་དགོས་ནི་ཟེར་ན་ཀྲུང་གོའི་རྒྱལ་ཁབ་ལ་ལོ་རྒྱ་གི་ཁྲོད་གི་དུང་ཕྱུར་བཞི་མི་དམ་མེད་གི་དུང་ཕྱུར་བཅུ་ཐམ་པ་མེད་སོང་འདིར་ད་ཡོང་ནི་མ་རེད་ཏི། རྒྱ་མི་རིགས་དུང་ཕྱུར་བཅུ་གཅིག་ནང་ནས་རྒྱ་མི་རིགས་དུང་ཕྱུར་གཅིག་གསུམ་རེད་དམ་པ་ཚོ། ད་བོད་མི་རིགས་ཟེར་སྟངས་ན་བོད་མི་རིགས་ཟེར་སྟངས་ན། ཀྲུང་གོ་རྒྱལ་ཁབ་ན་ས་ཡ་བདུན་མི་འདང་མེད་ཀི། ད་མི་གྲངས་ཀྱི་ཆ་ན་གནའ་དོན་ཆེ་པོ་བྱུང་སྟངས་ནོར་གི་ད་ཤོར་གི་གནའ་དོན་ཆེ་བྱུང་སྟངས་ནོར་ཟེར་ན་ད་བྱེས་ཆོས་ངན་ལངས་སྐྱག་ལངས་ང་དང།

ད་འདི་ན་ལོ་རེ་རྒྱ་སྤྱི་བ་ཅན་པོ་ཆུ་ཚོད་ཞེ་ཡིར་ཀ་ཚ་ལུང་སུང་ངོན་དགོན་དེར་ཁི་ཆིས་གཟིགས་ནས་འདི་མོ་གི་བྱམས་གི་གཟི་པད་ཐུབ་ཀྱི་ར་ཐུབ་ཀྱི་མ་རེད། དེ་ལ་ཆིས་ཅིག་སང་ལོ་ཟི་ཐོང་སུ་གུ་ནོ་ཏེང་ཐང་ཅིག་འགྱིས་ན་ངས་བྱེད་གི་ནོ་མི་གྲངས་གི་ན་དོན་བྱུང་དང་ན་ད་ཅི་ཧ་ཅང་ཇེ་ལང་དུ་བཏང་བས་ཞེ་ཡི་ཆོ་རང་ཚིག་གི་ནུས་བ་དུ་ཇེ་སང་ར་འདྲ་ཡི་ཐུག་གོ་ནི་མ་རེད།

ཚང་ཚང་མ་གྲོགས་པོ་གི་ནང་བཞིན་བྱས་ནས་གྲོགས་པོ་གི་རྣམ་པ་བྱས་ནས་ཁོ་ལ་ཅིག་སྦ་གསང་ཡིན་ནོ་གི་དོན་དག་ཁ་ཤས་ཟིན་ཉམས་ཆོས་རེད་ཀྱི་ན་ཧ་གི་བུ་ལ་ཅིག་ཉམས་ཆོས་ཀྱི་བུ་ཨ་མ་ལ་ཡང་ཅིག་ཁ་བརྡ་ཡིན་ན་མི་འཕྲོད་ཀྱི་ན་འདྲ་ཡང་ཧ་བ་གཉིས་ཀྱི་བར་ན་ཁ་བརྡ་འཕྲོད་ཀྱི་ན་འདྲ་གཏི་མུག་གི་རྣམ་པ་ཆགས་རྒྱུ་ཐོག་ནས་ཅིག་ཤིག་ཟིག་རྒྱོ་བཞིན་ནོ་དེར་ཁ་བརྡ་མྱོང་སོང་ཟིག་ཁ་ཚང་དེ་རང་ཧ་བ་གཉིས་ཀྱི་བར་གྱི་ཁ་བརྡ་ཡིན་ན་མ་བ་གཉིས་ཀྱི་བར་ཧ་དང་བུ་མོ་བར་གྱི་ཁ་བརྡ་འདི་བྱེད་གི་མྱོང་སོང་ངེས་ད། ཚེ་གཟིགས་ན་ལྷོ་སོ་དང་འགྱུར། བཙན་གཟིགས་འགྱུར། ད་དེ་དེ་ཡི་འགྱུར། དེ་ཚིག་རེད། གཉིས་ཀྱི་ཆ་ནས། ད་ག་ཙང་དེ་རང། སྤྱི་ཚོགས་འདི་འགྱུར་བ་ཆེ་པོ་བྱུང་ནི་རེད། ད་འདི་དུས་རབས་གསར་བ་ཡིན་ནི་རེད། ད་ཆོས་ངན་ཆེ་ནའང་མ་རེད། ད་ཅིག། རྒྱ་མི་དཀྲོག་རྒྱུ་འདྲ་འདྲ། ཧོར་མི་རྒྱག་རྒྱུ་འདྲ་འདྲ། དུ་མུག་གི་དུས་ད་མ་རེད། ད་དྲང་མོ་བཤད་རྒྱུ་ན། ངེས་བོ་མང་སོང་ཡི། བསམ་པའི་དཔལ་ཡོན་དུ་ཉམས་ཡི་འགྱུར་བོ་ནོངས་རྣམ་པ་དེ་ད་ནི་རེད། དུ་ད་བཙོ་གང་ནས་ཤེས་ནི་རེད། ད་ཁ་པར་གི་ཐོག་ནས་ཤེས་ནི་རེད།

ཁ་ཤས་ཀྱིས་གཞུང་གི་བཤད་ཡུལ་སྒྲིག་ལམ་མི་བརྩི་ན་ལ་ཀ་ཁྱིམ་བདག་སོང་ཡོད་དུ་དགེ་རྒན་ཆོས་གཅིག་དོན་དག་རྩ་རྒྱུ་ར་དགེ་རྒན་ཆོས་གཅིག་ནི་ཡིན་ཤི་ཟེར་སྤྲེལ་མ་ཐིག་ལྟ་ནི་དུ་མོ་ཁྱིམ་བདག་འོ་ཁི་འོན་ཀྱང་ངས་གང་ནས་བཤད་གང་དུ་དགེ་རྒན་གྱིས་སྲོད་ལ་ཐོངས་ཀྱི་ཆུ་དོག་གི་སྒོ་ན་ཤི་ཟིག་གང་དུ་དེ་འགྱིན་ན་ར་ཨ། སློབ་གསོ་གི་དབང་ཚད་དུ་ཁྱོད་རང་རང་གི་ལག་ན་འོ་ན་རེད།

གཅིག་ན་རང་གི་ཁྱིམ་ཚང་དུ་ལེགས་སྐྱེས་ཡོང་ནི་མ་རེད་གཉིས་ན་ནམ་གཟིགས་ན་སྤྱི་སེམས་ཟིག་བསམ་ཡོད་ངས་ནམ་རྒྱུན་ངང་དུ་གཟིགས་ནས་རྒྱལ་ཁབ་ཀྱི་འདུ་ཤེས་ཟིག་ཡོད་དགོས་ནི་གཟིགས་ན་ཁྲིམས་ལུགས་ཀྱི་འདུ་ཤེས་ཟིག་ཡོད་དགོས་ནི་གཟིགས་ན་མི་རིགས་ཀྱི་འདུ་ཤེས་ཟིག་ཡོད་དགོས་ནི་དང་ཐོག་རང་གི་ཕ་ཡུལ་ནས་འགོ་བརྩམ་དགོས་ཀྱི་ད་ཕ་ཡུལ་ནས་འགོ་བརྩམ་དགོས་རང་གི་ཕ་ཡུལ་ལ་མི་དགའ་ནི་གཉིས་ཟིག་རྒྱལ་ཁབ་ལ་ར་དགའ་ནི་མ་རེད། ཁོ་ཐོག་ཡིན། དེ་ནོ་གི་ངའི་རྣམ་འགྱིང་དེ་སང་རྒན་པ་ཁ་ཤས་ང་དེ་སེར་ཨ་ད་གི་གི་ང་ཆུ་ཡོན་ཏན་ནི་མ་རེད་ད་ཁི་ཆི་དང་ན་ཡོ་ནུག་ཡོན་ཏན་ཁ་ཚང་ཚང་གི་འབུན་རིན་པ་ར་ང་ཚོ་བོད་གི་འབུན་རིན་པ་ར་བོད་གི་ཞིང་ཆེན་ལྷོ་མ་ཆི་དང་ན་མེད་གི་ང་ཚོ་དགེ་རྒན་ཆེན་མོ་ཁ་ཤས་དང་ན་ར་དྲང་མོ་བྱེད་གི་ན་ཁོ་ཚོ་དང་ན་ཡོ་ནུག་ཡོན་ཏན་ཤི་རྒྱ་ཐུང་རྒྱ་སེན་ཤུ་དུ་མེ་ནི་དུ་མ་བཟི་ད་གི།

སྔར་ལས་སྲིད་པ་སྔར་ལས་སྲིད་པ་བཀྲ་ར། འོན་ཏེ་གྲང་མོ་ཟས་ཀྱིས་ན་ལས་སྲིད་འདི་ལ་ཁེན་ནས་ཁ་ཚང་དེ་རང་ཚིག་ལྟར་ཡིག་ཅིག་བ་ཡི་མགྱོགས་ནི་དུང་ཟིང་ནི་མ་རྒོ། ད་ལོ་རབས་ལོ་ང་ཚིག་ངན་ན་ཡིན་དྲི་ལས་སྲིད་ཟིན་ན་ད་སྲིད་དཀོན་པོ་རེད་ད་སྲིད་དཀོན་པོ། ད་སྔ་བར་དུ་བོད་མདོ་དགུའི་ཕྱོགས་སོ་སོ་ནས་ཅིག་བྷ་ཡི་ཅིག་སྒྲུབ་པའི་ཐུ་བའི་ཉོན་མོངས་ང་ཚོའི་བསམ་ཚུལ་ན་ང་ཚོ་ལས་གནས་སོ་སོ་ན་ཤུགས་རྒྱབ་པའི་ཧྲ་ལ་ལས་ཐ་ཐ་ན་འདི་ན་ཤང་མོ་བོ་ནོར་བྱུང་ཡིན་ན་ཆེ་འདི་ན་འབྲོག་ས་ན་སོག་ལུག་དེ་ལས་འབྱུང་བ་ནོར་བྱུང་གིན་ན་རང་རང་སོ་སོ་ནས་རང་གི་མི་རིགས་ཡིན་ན་རང་གི་ལུང་པ་དེ་ལ་ཞི་རྒྱས་བཞག་ནི་རེད་ད།

གཅིག་གི་ཆ་ནས་དང་དགའ་ཡོད་ཟེར་རེད་དགའ་ཡོད་ཟེར་གཉིས་ཀྱི་ཆ་ནས་ན་ར་དེ་གཅིག་མང་བ་ཆགས་ཀྱི་ར་མང་བ་གཅིག་གཅིག་རྣམ་པ་ཆུ་མོ་ཟེར་བ་ཆགས་ཀྱི་ར་ཟེར་ནས་ངས་རྒྱ་དགུ་ཁྲི་ཆོད་དེ་ཟེར་ནས་ར་ནག་གི་ཐ་ག་ད་སོ་ན་རྩེ་དང་ནང་འབྲོག་ཁྲི་དེར་གང་ག་དེ་ཉི་མ་དགའ་ཡོད་ཀྱི་ཆེ་རྒྱ་གིས་ད་སྲིད་ཙམ་ནས་ཡིན་ཟེར་ར་ད་བྱས་ཡིན་ཆེ་ང་ཁ་མེད་ཀི་ར་འོན་ཀྱང་དེ།

ཐ་ན་ཁྱིམ་ཚང་ནང་ནས་ཐ་མག་འཐེན་དགོས་ནུ་བཙན་དགོས་ཡིན་ན་ཆེ་ཐ་ན་རྟ་གཅིག་སྒོར་མོ་རྩ་གཅིག་བཟོ་ཡོང་ནུ་ཟེར་ན་དེ་འབའ་རྫོང་ཁུལ་མི་མང་རྒོ་ནག་ཆུ་ཚ་ནས་གཅིག་སྒོར་མོ་བཟོ་བཏོན་ན་འདི་འབུ་གི་བདུད་མོ་གི་ཕྱོགས་གི་ཡོང་སྒོ་ཟོས་ཐུབ་སོང་ན་ད་འདིའི་གླུ་གར་ཁང་འདྲ་ནང་མང་ནང་སོང་འདེ་དང

ད་འདི་ཡང་ལྷག་པར་དུ་འདི་ཡང་ལྷོ་ཆེན་སློབ་མ་རེ་འགའ་ང་ཚོས་ཚིག་རེ་བ་ཞིག་གིས་བཟང་ནོ་ལོ་ཉི་ཤུ་གི་འཕྲོ་ནས་གེ་སེ་ཨ་ཆོས་ད་རང་འདི་ཤི་ངོ་འཕྲོད་ཐུབ་ན་ཟེར་ན་ཅི་འདི་བ་འདི་ད་ཉམས་གི་འཛིག་མི་ཉན་སྤྱི་མང་གི་སྤྱི་ཚོགས་ཀྱི་རྣམ་པ་ཡོག་ག་ཆགས་མ་ཐུབ་ན་ད་གི་ང་ར་མི་གི་ཤི་ནས་ཟིག་གི་ལོག་གྱོ་ནི་རི་ད་ད་བར་དོ་ཟིག་གི་ནང་ལྷུང་གྱོ་ནི་རི་བར་དོ་ཟིག་གི་ནང་དུ་གྱེས་ཤི་ཉིག་བར་གི་འབྲེལ་བ་ཙམ་ཟིག་མ་རེད།

རྣམ་པ་ཚོ་སེམས་ཤུགས་ཉམས་མི་འགྱོགས་ནོ་ར། སོ་སོ་རང་གི་སྡུག་ཤུགས་ཉམས་མི་འགྱོགས་ནོ་ད་རིགས་རྒྱུ་མཐོང་འགྱོགས་ནོ་མ་གཅིག་མཐོང་རྒྱུ་ཚོ་ཁྲི་ད་ཚར་དང་ནི་ད་ཚར་འགྱོགས་ད་གཟིགས་ནི་མ་གི་སློབ་ཆེན་འདིར་ཀར་སི་ར་ཕ་ཡི་ལ་ལོག་རྒྱུ་ཟིན་ན་ར་ཨེ་ལོག་ས་ཡོད་ལ་མེད་ལ་མང་བ་ཁྱི་ཕ་ཡི་གང་ན་ཡོད་ཟིན་ན་ང་ཕ་ཡི་ད་ཅིག་སྡོད་ཁུལ་བདེ་སྐྱིད་སྡོད་ཁུལ་གི་ཁང་ཐོག་དང་པོ་གི་ཁང་བརྩེགས་བཞི་བ་ན་ཡོད་ས་འགྱོགས་གི་དུ་མོ་གི་དུས་ད་ཟ་ཐོན་གྱི་ར་ཐོན་གྱི་མ་རེད་ཅི་བྱས་ར་བཟང་ལུགས་མཐོང་སྲིད་གི་ནོ་དེ་ཡིན་ཚང་མ་བཀའ་དྲིན་ཆེ།